ཐོབ་ཐང་རྩོད་དགོས་མཁན་ད་རྒྱ་མི་ཚོ་རེད། ང་ཚོ་ལུང་པ་གྲོང་ཁྱེར་རྒྱ་མི་རེད། བཙན་བྱོལ་སྒྲིག་འཛུགས་བཙུགས་མཁན་དེ་རེད་བ་ང་ཚོ་བཙན་བྱོལ་ལ་མི་འབུམ་གཅིག་དང་ཕྱེད་ཀ་གི་ཐོབ་ཐང་རྩོད་ས་བྱེད་དུ་བཙུགས་མ་རེད་བ། འདི་ཧ་གོ་གོ་རེད། ཐོག་མར་རྒྱ་གར་རིན་པོ་ཆེན་གྱི་ལྔ་བཅུ་ང་དགུ་ལ་བོད་ནས་བྲོས་འོང་དུས་ཙམ་པ་ང་ཚོ་སྒྲིག་འཛུགས་ཀྱི་གོ་དུ་གང་ཅི་རེད་ན་བཙན་བྱོལ་ལ་མི་འབུམ་གཅིག་དང་ཕྱེད་ཀ་དེ་ཚོ་ལ་ཨ་སྐུ་ཚབ་གོ་རེད་ཁོ་ཚོ་ལ་ལྟ་རྟོག་བྱེད་མཁན་གོ་རེད་འདི་འདྲའི་བསམ་བཙུགས་སྐྱོང་མ་རེད་བ།

ཧ་གོ་གི་ཡོད་ཀྱི་རེད་ད། བཙན་བྱོལ་སྒྲིག་འཛུགས་བཙུགས་མཁན་གྱི་དམིགས་ཡུལ་དེ། རེད་བ། རྒྱ་མི་སྐུ་ཚབ་བྱས་ཕྱིར་དུ་བཙུགས་མ་རེད་བ། རེད་བ། རྒྱ་མི་གི་གོ་དོན་སྒྲུབ་པའི་ཕྱིར་དུ་བཙུགས་མ་རེད་བ། བཙན་བྱོལ་སྒྲིག་འཛུགས་དེ་བཙུགས་དགོས་དམིགས་ཡུལ་དེ་རྒྱ་མི་ལ་ཕ་ཁ་བརྡ་བྱ་ཡའི་ཕྱིར་དུ་བཙུགས་གི་ཡོད་རེད་བ། རེད་བ། ང་ཚོ་གི་ལུང་པ་འཕྲོག་བྱེད། རྒྱ་མི་གི་འཕྲོག་བྱེད་རེད་བ། ད་འདི་ཚོའི་ལུང་པ་དེ་ཚུར་རང་བཙན་སོ་སོ་རག་ཡའི་ཕྱིར་དུ་སྒྲིག་འཛུགས་དེ་བཙུགས་རེད་བ། ད་ད་ལྟ་ཁྱེད་ཚོ་ག་རེ་བྱེད་ཀྱི་ཡོད་རེད། རེད་བ།

ཁྱོད་ཚོ་གི་ཚོར་སྣང་དེ་ལེགས་ཏུ་རྒྱ་མིའི་སྐུ་ཚབ་ཀྱི་འགྲེལ་བཤད་རྒྱབ་རོགས། བཙན་བྱོལ་ནང་ཆོས་རྒྱུད་གཅིག་སྡུད་དེ་གོ་མི་འདུག་ཟམ་པིའི་ཐབས་ཤེས་དང། རོགས། རྩ་བ་ཉིད་ཡག་པོ་མ་རོགས། སུ་ལ་ངོ་རྒོལ་བྱེད་གི་ཡོད་རོགས་ཁྱོད་ཚོ། ཤི་ད་དགོས་རྒྱུ་ཡིན་གྱི་རོགས་ད། ཁྱོད་རང་ཚོ་གི་ད་ལྟ་གི་ལས་ཀ་བྱེད་སྟངས་དེ་ཚོ་རོགས་ཀུན་སྤྱོད་རྒྱ་མི་དགོས་ཡ་ཀྱང་རྒྱ་མི་དེ་ཚོ་གི་ནང་པ་སངས་རྒྱས་ཀྱི་ཆོས་ནང་པ་སངས་རྒྱས་ཀྱི་གྲྭ་བ། ནང་པ་སངས་རྒྱས་ཀྱི་བསྟན་པ་ལ་ཀུན་སྤྱོད་གསུམ་གནོད་སྐྱེལ་མཁན་ཡོད་ན་མེད་ན་རྒྱ་མི་བཞག་གི་ཡོད་རོགས།

ར་ཤེས་དེ་ངེས་པར་དང། ཁྱེད་རང་ཤེས་ཀྱི་ཡོད་དང་ཁྱེད་རང་ནང་མི་ཚང་མ་མ་ལགས་ནི་ཤེས་རང་རེད་དང། ཁྱོད་ཤེས་ནི་དུས་སྤྲོད་རེད་སླེ་ཉིན་མོ་དེ་ར་སྤེན་པ་ཚེ་རིང་སླེ་ནི་ཞབས་འདེན་བྱེད་ཀྱི་མ་རེད། ར་བཅའ་ཁྲིམས་མགོ་གང་ལ་བཞག་གི་མ་རེད། ར་ཁྲིམས་ཞིབ་པ་ཆེ་སླེ་ཅིག་ཁྱོད་བཅའ་ཁྲིམས་མགོ་ལ་བཞག་ཅིག་ཁྱོད་འགྲོ་ཡ་གས་ཡོག་མ་རེད། སྐབས་དེ་དུས་ད་ལྟ་ཁྱེད་རང་གིས་གོ་མི་འདུག་ཆོད་མི་འདུག་དཔེ་དགོས་ཀྱི་འདུག་མི་འདི་ཕན་ཐོག་གི་མ་རེད་ལའི་འདི་ཚོ་དེ་འདྲའི་ཞུ་ཡས་རེད་ད་སངས་རྒྱས་ནམ་ས་ཆོས་དེ་གིན་དེ་ཚོ་རྒྱ་བཤད་ན་གཏོང་བཤད་ན། དེ་གིན་དུ་འདི་ཚོ་དངོས་ཡོད་གནས་ཚུལ་ལ་བསམ་བློ་བཏང་ནས་རེད་བ་སྐད་ཆ་བཤད་ཐུབ་ན་ཡག་པོ་ཡང་རེད་ང་ཚོ་དངོས་ཡོད་གནས་ཚུལ་གཞིར་བཞག་ནས་དབུ་མེད་ལམ་སྲིད་ཇུས་འདི་དངོས་ཡོད་གནས་ཚུལ་ལ་གཞིར་བཞག་ནས་འགྲོ་དགོས་རེད་བཤད་ཀྱི་ཡོད་རེད་བ་ཐོབ་ཐང་ཚང་མ་གཡུག་རེད་ལེ་རོ་ད་ཨ། ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ཡིན་ན་རང་བཙན་རྩོད་ཀྱི་ཡོད་མ་རེད་ཐོབ་ཐང་རྩོད་ཐུབ་མ་སོང་བ་ད་བཙན་བྱོལ་གྱི། སྒྲིག་འཛུགས་ཀྱིས་དངོས་གནས་བྱས་ན་ཁྱེད་རང་གི་ཐོབ་ཐང་ལ་བདེ་འཇིགས་ཀྱིས་འདྲ་མཉམ་གྱི་ཐོབ་ཐང་ལ་བདེ་འཇིགས་ཀྱི་ཁྱོད་སེམས་ཤུགས་དང་ཚོར་བ་ཡོད་བ་ཡིན་ན་ང་ཚོ་ལུང་པ་མེད་ནས་ལྷག་བསྡད་དེ་སུས་ཟུར་རྒྱ་མི་བཟོས་རོགས་ད་ལྟ་འདི་འདྲ་མཉམ་རྩོད་དང་བཙན་བྱོལ་སྒྲིག་འཛུགས་འདི་འདྲ་མཉམ་ག་ཅིག་རྩོད་གི་ཡོད་མ་རེད་ཟེར་དྲི་བ་འདི་དང་འདི་བཏང་གི་མི་འདུག་ཁ་ཅིག་ལས་དངོས་ཡོད་གནས་ཚུལ་གཞི་བཞག་གི་རེད་ཟེར་ཤེས་ཀྱི་ཡོད་རོགས་དངོས་ཡོད་གནས་ཚུལ་གཞི་བཞག་གི་ཡོད་ན་བཙན་བྱོལ་སྒྲིག་འཛུགས་བཙུགས་ཡས་འདི་རྒྱ་མི་ལ་ཁ་བརྡས་བྱ་ཡས་བྱེད་དུ་རེད་མ་གཏོགས་བོད་པ་ནང་ཁུལ་ལ་རྐུབ་བཀྱག་གི་ཆེད་དུ་འཐབ་རྩོད་བྱེད་ས་མ་རེད།

ཀུན་སྤྱོད། ཁྱོད་རང་ཤི་མི་དགོས་པ་ནང་བཞིན་སྐད་ཆ་བཤད་ན་ཆོ་ཡོད་མ་རེད། འདི་དངོས་ཡོད་གནས་ཚུལ་དང་མཐུན་གྱི་ཡོད་མ་རེད། དངོས་ནས་ང་རང་ཚོ་ཆོས་དེ་འཇིག་རྟེན་ཡིན་ཁྱེད་རང་ཚོ་ཁ་ཁ་བྱེད་སྐོར་ལས་ཀྱི་དང་ཆོས་དེ་འཇིག་རྟེན་ཁ་ཁ་མ་བྱེད་ངེས་ནས་སོ་སོ་གི་ལས་ཀ་བྱེད་སྟངས་དེ་ཁ་ཁ་བྱེད་ལས་ཀ་ཅིག་བྱེད་དང། དངོས་ཡོད་གནས་ཚུལ་དང་མཐུན་པ་བྱེད་དང། ཆབ་སྲིད་སྒང་ལ་ཆོས་ཁྲིད་ནས་མ་འགྲོ། ཆོས་སྒང་ལ་ཆབ་སྲིད་བླུགས་མ་བླུགས། སོ་སོ་ལས་ཀ་བྱས་ཏེ་དམ་ཚིག་གཙང་མ་བསྒར་ནས་ལས་ཀ་ཅིག་བྱེད་དང། ཤི་དགོས་རེད་བ། ལ། གོ་བོ་ཕན་བདེ་ལ་སྣང་བ་འགྲོ་གི་མེད་ན་གོ་བོ་ཕན་བདེ་ལ་སྐད་བརྒྱབ། ཆོས་སྐད་གཅིག་ཏུ་མུ་གོ་ས་ལ་ཁ་ཞིག་ཡོར་ཏེ། ལ། ཁྱེད་ཤི་དུ་གང་ལྟར་དེ་འདྲི་ཞུ་གུ་ཡོར་བ་བླ་མ། གྲགས་ཆེན། གོ་བོ་ཕན་བདེ་སྐད་མ་བཏང་ན་གཞན་པ་དེ་འདྲ་ལྟ་སངས་རྒྱས་ནམ་མཚོ་ཆོས་མཁན་ལྟ་གོ་རྒྱུ་ཡོད་ཀྱི་རོ། འདི་གོ་མེད་བ་ནང་བཞིན་ཁྱེད་རང་ད་ལྟ་སྐད་ཆ་བཤད་ཀྱི་འདུག། ལ། ཆོས་སྐད་གཅིག་ཏུ་གོ་མི་འདུག་ཟེར། ཆོས་སྐད་གཅིག་ཏུ་གི་ང་རང་ཚོ་གི། ཧ་ལམ་མ་སོང་ཆབ་སྲིད་ལ་གནོད་སྐྱེལ་གྱི་འདུག་ཟེར་ན་ཤེས་ཀྱི་ཡོར་བ་ལྟ།

ད་ག་ནང་བཞིན་ང་ཚོ་བཙན་བྱོལ་ལ་གོམ་པ་སླར་གསོ་བྱེད་ཡོད་རེད་རྒྱ་མིས་བོད་ནང་གྲྭ་བ་དེ་ཚོ་རྩ་མེད་གཏང་གི་ཡོད་རེད་ང་ཚོ་གི་བོད་པ་ནང་གི་གྲྭ་བ་བྱིས་མ་ཐུབ་པ་ཡིན་ནའི་དངོས་ནས་ཆོས་རྒྱུད་ཁག་གི་བླ་ཆེན་ཁག་གི་འགའ་རེ་ཚོ་ནང་གི་ནང་པ་སངས་རྒྱས་ཀྱི་བསྟན་པ་དེ་མི་ཉམས་རྒྱུན་འཛིན་ཡོང་ངེས་བྱེད་ཐུབ་གང་ལ་ཧི་མ་ལ་ཡའི་རིགས་རྒྱུད་ཀྱི་མི་རིགས་གཞན་པ་ཡིན་པ་ཡིན་ནའི་དག་པ་འཇོག་ཡ་ཐབས་ཤེས་གཏང་གི་ཡོད་རོ་ད་རོ། འདི་ག་རེ་གཏོང་གི་ཡོད་རེད་ང་ཚོ་བཙན་བྱོལ་སྒྲིག་འཛུགས་དེ་རྒྱ་མི་ལ་ཁ་བརྡས་བྱེད་དུ་བཙུགས་ཤག་ལ་དེ་ནས་གསལ་བོ་རེད་ད།

ད་དུང་ཞྭ་མོ་དེ་མི་གཞན་པ་ལ་གཡོགས་རོགས་ཉན་པ་སླར་གསོས་ཡིན་དང་ཅི་ནའང་དོལ་རྒྱལ་གཏན་འཁེལ། དོལ་རྒྱལ་གཏན་འཁེལ་གྱིས་ལས་ཀ་བྱེད་དང་རྒྱ་མི་རྒོལ་བའི་ལས་ཀ་བྱེད་མཁན་ཚང་མ་ཁྱེད་རང་ཚོ་ཞིག་གི་དོ་དང། དྲང་པོ་ཡིན་དང། ཉན་པ་སླར་གསོ་གིས་རྒྱ་མི་རྒོལ་བའི་ལས་ཀ་ག་རེ་བྱེད་དུ་བཅུག་གོ་བཅུག་དང་བཅུག་སའི་མེད་བ། ཡིན་ནའི་ཁྱེད་རང་ཚོ་གི་ལས་ཀ་བྱེད་སྟངས་དེ་དང་རྒྱ་མི་གི་ལས་ཀ་དེ་ཆ་ཆ་རྐྱང་རང་མངོན་འདོད་རྒྱ་མི་གི་མངོན་འདོད་ག་རེ་ཡོད་དེ་ཁྱེད་ཚོས་ཆ་རྐྱང་བྱེད་ཀྱི་ཡོད་རོགས། རོགས། རྒྱ་མི་ཡིས་བོད་ནང་ལ་ནང་པ་སངས་རྒྱས་ཀྱི་ཆོས་དང་སངས་རྒྱས་ཀྱི་བསྟན་པ་དྲ་གན་དུལ་བ་ལ།

དྲ་མ་བླ་མ་ལ་དམིགས་བསལ་བཏང་ཡས་དེ་ང་རང་ཚོ་རིག་གཞུང་རེད་དེ། ང་རང་ཚོ་གི་བཟང་སྤྱོད་རེད་དེ། ད་འདི་དོག་དོག་དེ་འདི་མུ་གོ་ལ་གི་ཡོད་ར་ད། ཆོས་དེ་སི་ཉི་ཁ་ཁ་བྱེད་གོ་དུས་ང་ཚོ་གི་རིག་གཞུང་དེ་མེད་བ་བཟོ་གོ་དུས་ར། ཡ་རབས་བཟང་སྤྱོད་གི་རིག་གཞུང་དེ་མེད་བ་བཟོ་གོ་དུས་ལ་གི་ཡོད་ར་དོག་དོག། དྲ་བ་བླ་མ་ལ་དམིགས་བསལ་སྤྲད་ཡས་མི་འདུག་འོས་གཉིས་དེ་དམིགས་བསལ་རེད་ཤག་ཁོང་ཚོ་ལ་དམིགས་བསལ་སྤྲད་ཡས་མི་འདུག་ཡིན་གྱུར་དེ་ག་ཅིག་ལ་གི་ཡོད་ར་མི་གཅིག་གཉིས་ལ་མ་ག་བྱེད།

ད་རེས་ཀྱི་བཙན་བྱོལ་སྒྲིག་འཛུགས་དེ་གད་སྙིགས་ཀྱི་སྐུ་ཚབ་སྒྲིག་འཛུགས་ཅིག་ཡིན་པར་རོ་སྐུ་ཚབ་ཀྱི་སྒྲིག་འཛུགས་ཤིག་ལས་ཁུངས་ཅིག་ཡིན་པ་ནང་བཞིན་ཁྱེད་རང་ཤེས་ཀྱི་འདུག་ད། འདི་བཞིན་དུ་ཁྱེད་རང་ཚོ་ངོ་ལྐོག་རྒྱག་གི་ཡོད་ཀྱི་རེད་བ་ད། རོ། བོད་དེ་ད་ད་ལྟ་རྒྱ་ནག་གི་ཆ་ཤས་ཆགས་བསྡད་ཀྱི་ཡོད་ན་བཙན་བྱོལ་སྒྲིག་འཛུགས་དེ་གད་སྙིགས་ཀྱི་མངའ་ཁོངས་ཁག་ལ་འགྲོ་དགོས་ཀྱི་རེད་བ་ད་ད་ཁྱོད་ཚོ་འདི་ངོས་འཛིན་བྱེད་ཀྱི་ཡོད་ཀྱི་རེད་བ། རོ། དེ་བཞིན་གད་སྙིགས་སྐུ་ཚབ་ཅིག་ནི་ཤེས་ཀྱི་འདུག་གད་སྙིགས་འདི་འདྲས་ལབ་ཀྱི་རེད།

འདི་སུའི་ལས་ཀ་མགོ་བཙུགས་རེད་གྲོས་ཚོགས་ནང་སྐད་ཆ་འདི་ག་འདྲ་ཤི་ལེ་རེད། ད་ལྟ་བོད་ཀྱི་སྲབ་གྲ་སྲབ་གྲ་ཞིག་བཟོས་ཡོད་ཀྱི་ད་ལྟ་བཀའ་ཤག་གི་སྲིད་ཇུས་རེད་དོ། འདི་གང་ལ་གྱུར་ནས་བྱས་ཨེ་སྐད་ཆ་འདི་ཚོ་ལས་ར་བ་དྲག་པོ་བྱས་ན། སྐད་ཆ་ཁྱེར་ཡོང་མཁན་འདི་ཆོས་སྐྱོན་གཅིག་དུ་མ་ར་བ། ར་བ། སྔོན་རྩིས་བཀའ་འཁྲོལ་ཞུ་གི་ཡོད་ར་བ། ག་ཅེ་ན་སྲབ་གྲ་བཟོས་ཡོད་ལ། ད་འདི་འདྲའི་གང་ལ་གནས་ཚུལ་གླེང་དུས་ཙམ་པ་ཨ་ནི་སྐད་ཆ་འདི་ཚོ་དོན་གྱི་ཡོད་ར་བ། དེ་སྔ་ཡི་སྤེན་པ་ཚེ་རིང་ཁོ་རང་གི་ལ་ར་བ།

མི་དེ་ཚོ་བྱེའུ་དེབ་འགྲོ་གི་སྒྲིག་འཛུགས་གནས་སྒུག་ཡོད་རེད། དེའི་འདུག་ཁང་སྒྲིག་འཛུགས་ཀྱི་ཆེད་དུ་བསམ་བློ་བཏང་ནས་ངོ་རྒོལ་རྒྱག་ཡ་དེ་རྩ་བ་ཉིད་ནས་ཡག་པོ་མ་རེད། ངོ་རྒོལ་རྒྱ་མ་བཤད་མ་རེད། སྤེན་པ་ཚེ་རིང་ང་ཚོ་དོགས་པ་ཡང་མ་རེད། ཁུག་གི་ལས་ཀ་བྱེད་ཞོར་ཚང་མ་རྒྱ་མི་གོ་ཡའི་ལས་ཀ་བྱེད་གི་བ་གྲོས་ཚོགས་ནང་ལ་བཤད་སོང། དངོས་ཡོད་གནས་ཚུལ་བདག་རང་རེད་བ། རྒྱ་མི་གོ་ཡའི་གི་ལོ་རྒྱུས་བཤད་སྡོད་གི་ཡོད་རེད། རྒྱ་མི་གོ་ཡའི་གི་སྐད་ཆ་བཤད་སྡོད་གི་ཡོད་རེད། རྒྱ་བ་རུམ་ཚོ་ཡང་སྲིད་རྒྱ་ནག་ལ་རྩིས་སྤྲད་གི་ཡོད་རེད། ལས་ཀ་འདི་འདྲ་བྱེད་ཀྱི་ཡོད་རེད་ད་དུང་རྒྱལ་འཛོང་པ་མིའི་གདོང་ཐོག་ཆེན་བསྡད་ཀྱི་ཡོད་རེད་དཱ། ཧམ་པ་ག་རེད་འདུག་ད་དུང་ངས་རྐུབ་བཀྱག་འདི་གཡུག་འགྲོ་དགོ་འགྲོ་དགོ་ཟེར་གྱི་འདུག་ཧམ་པ་འདི་འདྲ་བྱེད་ཀྱི་ཡོད་རེད་མི་མང་ལ་མགོ་སྐོར་ག་ཚོད་གཏང་གི་གྲོས་ཚོགས་ར་བ་ནང་ལ་རེད་དཱ། དེ་འདྲའི་མི་ཞིག་ད་དུང་བཞག་གི་ཡོད་རེད་ཁྱེད་རང་ཚོ་སྐྱོན་བཅས་གཏོང་གི་ཡོད་མ་རེད་ཡོན་ཏན་གཏོང་གི་ཡོད་རེད་བ། ད།

རྒྱུ་མཚན་དེར་དང་འདེམས་ཐོན་སྲིད་སྐྱོང་ཞིག་ཡོད་རུང་མ་གཏོགས་ང་ཚོ་གི་ངོ་རྒོལ་རྒྱབ་མ་ཤེས་མགྱོགས་དེ་ནི་གལ་མ་རང་བ་ཁྱེད་རང་ཚོ་ནང་བཞིན་ར་ལང་ཆ་ལང་ཞིག་ཡིན་པ་ཡིན་ན་ང་ཚོ་ངོ་རྒོལ་རྒྱབ་ས་དེ་བཙན་བྱོལ་སྒྲིག་འཛུགས་མ་རེད། ང་ཚོ་ངོ་རྒོལ་རྒྱབ་དགོས་མཁན་ལུང་པ་འགྲོ་མཁན་རྒྱ་མི་རེད་འདི་ང་ཚོ་ངོ་ཤེས་པའི་ཐོག་ནས་འཇམ་ལྡིང་ངེ་དེ་གི་ཡོར་ད་འགྲིག་གི་མེད་བ་ཡིན་པ་ཡིན་ན་མི་དེ་ལོ་ལྔ་མང་ན་ལོ་བཅུ་རེད་དེ་བཞིན་ནི་ཁོ་ཁྱོ་དྲུག་རེད་འདི་བར་དུ་ལ་ང་རང་ཚོ་དཀོན་མཆོག་རྒྱ་བ་རིན་པོ་ཆེ་ཐུགས་མ་འཁྲུགས་ན་རོགས། ང་རང་ཚོ་སྤྱི་ཚོགས་དེ་ཞི་བདེ་ལྷིང་འཇགས་ཡོང་ན།

རོ། ཁྱེད་རང་ཚོ་གིས་ད་ལྟ་ཆོས་རྒྱུད་སྤྱི་འཐུས་ལ་མུ་གོ་ལས་བསྡད་དེ་ག་རེད། སྤེན་པ་ཚེ་རིང་གིས་རང་སྣང་གང་འདྲ་བྱེད་བཅུག་གི་མེད་ཙང་དེ་བཞིན་ཁྱེད་ཚོ་མུ་གོ་ཤེས་ཀྱི་ཡོད་རེད་མ་གཏོགས། དེ་ལས་ཁྱེད་ཚོ་སྤྱི་འཐུས་སྤྱི་འཐུས་མུ་གོ་ལས་བསྡད་རྒྱུ་མཚན་ག་རེ་ཡོད། ཤེས་དང། དྲང་པོ་བཤད་ན་ཆོས་རྒྱུད་སྤྱི་འཐུས་མུ་གོ་ལ་བས་ལས་རོགས་ཁྱེད་རང་ཚོ་གིས་ཆོས་རྒྱུད་སྤྱི་འཐུས་མུ་གོ་ལས་ཀྱི་ཡོད་རེད་རྒྱུ་མཚན་དྲང་དང་རོགས་ང་ཚོ་གིས་སྤེན་པ་ཚེ་རིང་གིས་ནོར་འཁྲུལ་བྱས་ཡོད་རྒྱུ་མཚན་དྲང་འདི་གཉིས་ལྗིད་ཁོག་རྒྱག་དང་རོགས། དྲང་པོ་བཤད་དངོས་གནས་བཤད་ན་ཁྱེད་རང་ཚོ་གིས་ཤེས་དགོས་དགོས་ན་སྤེན་པ་ཚེ་རིང་མུ་གོ་ཤེས་དགོས་ཡོད་རེད།

ང་ཚོ་རྒྱ་ནག་གི་ཆ་ཤས་ལ་ངོས་འཛིན་བྱེད་དགོས་ན་ནི་ཐོབ་ཐང་དོན་མེད་ལ་བཟོ་ཡ་རང་མ་གཏོགས་འཛམ་བུ་གླིང་རྒྱལ་ཁབ་ལ་ག་རེ་ཞུ་གཏུག་རྒྱག་ཡ་རེད། རྒྱ་མི་གི་ཆ་སེ་ཤག་ཚ་བ་བྱེད་ན་ང་ཚོ་ལ་དཀའ་ངལ་ཡོད་བ་ནི་དཀའ་ངལ་ཤེས་ས་དེ་རྒྱ་མི་ལ་རེད་མ་གཏོགས་འཛམ་བུ་གླིང་ལ་ཤེས་ས་གས་ཡོད་མ་རེད་ཁོ་རྒྱ་མི་ཆ་ཤས་ཤག་དེ་ཡོད་རོ། ཁོ་དབང་ཆ་ཟིམ་ཁེ་ནི་རྒྱ་མི་ཤག་དེ་ཡོད་རོ། ང་ཚོ་ད་ལྟ་རྒྱ་མི་གི་ཆ་ཤས་མེད་ཙང་འཛམ་བུ་གླིང་ལ་ཞུ་གཏུག་རྒྱག་ཡ་རོགས་པ་བྱེད་ད་ལ་རྒྱུ་མཚན་དེ་རོ་ང་ཚོ་ཐ་དད་ཡིན་པས་སོ་ནི། སྐད་ཆ་འདི་ཤེས་ཀྱི་ཡོད་རུང། ལྟ་སྐུལ་ད་ལྟ་ག་མི་ཆགས་ཆགས་བཞིན་ཡོད་རེད་ཀྱང། ལོ་རྒྱུས་ཀྱི་ཐོག་ནས་བོད་དེ་གཅིག་བཤད་པ་ཡིན་པ་ཡིན་ནའི་ཁམས་དང་ཨ་མདོ་ཕྱོགས་དེ་ག་མི་ཁོང་ལ་ཡོད་རྒྱུ་ལོ་རྒྱུས་འདི་འདྲས་བསྒྲུབ་བསྡད་ཀྱི་ཡོད་རོགས་ད། འདི་སུ་གོ་ཡའི་ལོ་རྒྱུས་རེད་ད། གོང་གསལ་ཕྱོགས་ཀྱི་རང་བཙན་རྩོད་མཁན་ཚོ་ལ་ལམ་སྟོན་བཀའ་སློབ་ག་རེ་ཕེབས་རེད། རང་བཙན་རྩོད་མཁན་རྩོད་ཀྱི་ཡོད་བ་ཡིན་ན་བཙན་པོ་གདུང་རྒྱུད་སྐབས་ནས་རྩོད་གོ་དགོས་རེད་ད། སྐབས་དེ་དུས་རྩོད་བ་ཡིན་ན་ཆོལ་ཁ་གསུམ་གཅིག་ཏུ་བསྒྲིལ་གྱི།

ཆོས་རྒྱུད་སྤྱི་འཐུས་ཀྱི་ལས་ཀ་ཆེ་ཐང་འདི་འགྲིག་གིན་མི་འདུག་ལ་ནི་རོགས་གྲོས་ཚོགས་ཁྲིམས་དང་སྒྲིག་གཞི་དང་མ་བསྡུར་བའི་ལས་ཀ་འདི་བྱེད་ཚུལ་ལ་ལྟོས་དང། མེད་པ་དོན། ད་དུང་ཧམ་པ་འདྲ་བ་བྱས་པས་ང་ཚོས་ཀྱི་ལ་འགྱོག་དེ་ཚོ་ལ་ཁྱེད་ཚོ་གིས་བགྲོ་གླེང་བྱས་མི་འདུག་ཟེར། ཁྱེད་རང་ཚོ་གིས་བགྲོ་གླེང་བྱས་ལ་ཁྱེད་རང་ཚོ་གིས་བཤད་བཞག་པའི་བརྗོད་གཞི་ཁོ་རང། ཆ་ཚང་བ་མེད་བ། ཁ་ནས་བཤད་ཀྱི་ཡོད་རེད་ཆོས་དང་སྲིད་ཁ་ཁ་ཆིག་གོ་རེད་ཟེར་གྱི་རེད། ཁ་དང་ཆོས་དང་སྲིད་ཁ་ཁ་ཆིག་གོ་དང་པོ་ཁྱེད་རང་ཚོས་བཤད་དེ་ཁྱེད་རང་ཚོ་གི་འོས་འདེམས་བྱས་པའི་སྲིད་སྐྱོང་དེ་ལབ་རོགས། གནས་ཆུང་ལ་བཀའ་ལུང་ཞུ་བའི་མཚམས་བཞག་རོགས་བྱས། ང་ཚོ་ཆོས་དང་སྲིད་ཁ་ཁ་གོ་འདུག་ཟེར་ལ་འདི་བཤད་དང་དང་པོ་གཉིས་ལ། དངོས་གནས་ཀྱི་ཆོས་དང་སྲིད་ཀྱི་དབྱེ་བ་དཔྱད་ཁོངས་འདི་གང་དཔྱད་དགོས་པ་རེད། ད་ལྟ་ཆབ་སྲིད་སྒང་ལ་གནས་ཆུང་ཁྲིད་ལེ་གྱི་ཡོད་རོགས་ད་ལུང་བསྟན་ཞུ་གི་ཡོད་རོགས། མ་འོངས་པར་དབུ་མའི་ལམ་གྱི་གདན་ས་ཟེར་ཆེད་དུ་སྔགས་འདྲ་མར་བསགས་བཅུག་གི་ཡོད་རེད་བ། དེ་ཆོས་དང་སྲིད་མཉམ་མཐུན་པའི་གཙོ་བོ་དེ་ཆགས་ཀྱི་ཡོད་རེད། ཆོས་བརྒྱུད་ཀྱི་སྐུ་ཚབ་ཅིག་གྲོས་ཚོགས་ནང་ལ་ཆབ་སྲིད་ཀྱི་ཐོག་ནས་གྲོས་ཚོགས་ལ་ཡོད་བ་དེ་གིས་ཆོས་དང་སྲིད་སྤྲེལ་སྤྲེལ་དང་ཤེས་ཀྱི་ཡོད་མ་རེད། ཆོས་དང་སྲིད་དངོས་གནས་དབྱེ་བ་ཕྱེ་དགོས་ཀྱི་ན་ད་གནས་ཆུང་ལུང་བསྟན་རྒྱ་ཡིག་དེ་ཚོ་ཕར་མཚམས་བཞག་དགོས་ཀྱི་ཡོད་རེད།

ཨ་ནི། ད་ལྟ་དབུས་གཙང་ན་དོན་མེད་སྤྱི་འཐུས་ཟུར་གྱིས་ཁོང་ཚོ་བཀའ་གྲོས་སྤྲད་སོང་རྗེས་མ་ཚུར་རག་གི་འདུག་ལྟ་ཆོག་གི་རེད། རྗེས་མ་འདི་སུས་ཆགས་ཚར་སུས་ཀྱི་ཁང་པ་ཆགས་འདུག་རེད་བ། Building ཞིག་གལ་སྲིད་རྒྱག་པ་ཡིན་པ་རེད་འདི་ཁང་པ་ཐོག་ཁ་ལ་དེ་མཁན་སུས་སུ་རེད་འདུག་ང་ཚོ་ལྟ་ཆོག་གི་རེད་བ། འདས་པའི་ལོ་རྒྱུས་ནང་ལྟ་ཡག་ཡོད་རེད་བ། རེད་བ། New York གི Tibet Fund གྱིས་ཁང་པ་དེ་དོན་གཅོད་བྱེད་དུ་ཉོས་རེད་མཐའ་མ་དེ་སུ་ལ་རག་འདུག་ད་དོན་གཅོད་ག་བ Washington DC ལ་སླེད་འདུག་བ།

མ་འགྲིག་པ་དེ་ཤེས་ན་འགྲིག་གི་ཡོད་རེད་རོ་མ་གཏོགས། ཆོས་བརྒྱུད་སྤྱི་འཐུས་ང་ཚོ་གི་ཐོབ་ཐང་གི་ཐོག་ནས་ཆོས་བརྒྱུད་སྤྱི་འཐུས་མུ་ཁོས་ལེགས་ཀྱི་ཡོད་ན་ང་ཚོ་བཙན་བྱོལ་སྒྲིག་འཛུགས་དེ་ཐོབ་ཐང་རྩོད་ས་བྱེད་དུ་བཅུག་མ་རེད་རོ། འདི་ང་རང་ཚོ་ཡག་པོ་ཧ་གོ་ཐོབ་ཐང་རྩོད་གོ་གི་ན་དང་པོ་གཉིས་ལ་ང་རང་ཚོ་འདྲ་མཉམ་གི་ཐོབ་ཐང་དེ་ང་རང་ཚོ་རྒྱ་ཁབ་གོ་གི་ཡོད་རེད་ད། ང་ཚོ་ད་ལྟ་ལུང་པ་མེད་པའི་ཡུལ་རྒྱལ་བ་ཆགས་བསྡད་ཡོད་རེད་འདྲ་མཉམ་ཡོད་མ་རེད་འཛམ་བུ་གླིང་མི་ཚང་མ་ལ་རྒྱ་ཁབ་འོས་སྐྱོར་བྱེད་ལ་ང་ཚོ་རྒྱ་ཁབ་ཡོད་མ་རེད། འདི་ང་ཚོ་འདྲ་མཉམ་ཡོང་བ་འདི་ཧ་གོ་བ་ཆེ་དང་པོ་གཉིས་ལ་འདི་གཅིག་པ་བཟོས་ང་ཚོ་ད་ལྟ་བཙན་བྱོལ་སྒྲིག་འཛུགས་བཙུགས་མཁན་འདི་གཅིག་པ་བཟོས་ལ་ང་ཚོ་འདྲ་མཉམ་ཡོང་བའི་ཆེད་དུ་འཛམ་བུ་གླིང་འདི་ཡི་ནང་ལོགས་ལ་ང་ཚོ་ལུང་པ་མེད་དེའོ་ལུང་པ་ཡོང་བའི་ཆེད་དུ་འདྲ་མཉམ་ཡོང་བའི་ཆེད་དུ་བཙུགས་རོགས་དང་བཙན་བྱོལ་སྒྲིག་འཛུགས་བཙུགས་པའི་དམིགས་ཡུལ་འདི་རོགས་དང། ད་འདི་དམིགས་ཡུལ་འདི་ཟུར་ལ་བཞག་རྗེས་ད་ནང་ལོགས་ལ་འདྲ་མཉམ་འདུག་དང་མི་འདུག་གི་ཐོབ་ཐང་རྩོད་ཡས་དེ་ཐོབ་ཐང་རྩོད་ཡས་ཀྱི་ལམ་ཁ་ཁོ་རང་ཡོད་མ་རེད་དང་རོགས། ང་ཚོ་གད་མིག་ལ་ཁ་བརྡས་བྱ་ཡས་ལ། ཆོས་རྒྱུད་ཅིག་འདུག་ག་རེ་ནུས་དགོས་འདུག་འདི་ཚོར་རྒྱུ་མཚན་དྲག་ན་ཡང་དག་པ་རེད་མི་གོ་ཟེར་གི་ཡོད་ང་རང་ཚོ་གི་སྤྱི་ཚོགས་ལ་ཆོས་རྒྱུད་ཅིག་འདུག་གི་ག་རེ་ནུས་དགོས་ན་འདི་ཚོ་རྒྱུ་མཚན་དྲག་ན་དྲག་འདྲ་འགྲིག་གི་ཡོད་རེད་གྲོས་ཚོགས་ནང་ལོག་ལ། ཁྲིམས་སྒྲིག་ཆས་དང་འགལ་བའི་གྲོས་ཆོས་རྒྱུད་ཅིག་འདུག་གི་ལས་ཀ་ག་རེ་བྱེད་འདི་ཚོ་རྒྱུ་མཚན་ཡང་དག་རེད་ཡོད་མ་རེད། སྤྱི་ཚོགས་ལ་གནོད་ཡས་མཐུན་སྒྲིལ་ལ་གནོད་ཡས་རྒྱ་མི་གོ་ཡས་ལས་ཀ་དཀོན་མཆོག་ལྡེམ་འདོན་སྲིད་སྐྱོང་གི་སྟོབས་ནག་དེ་ཤེས་ན་ར་གོ་མེད་ཚོར་མེད་སོ་སོ་གི་འོ་ཤོག་བླུ་བའི་རྒྱུ་མཚན་ཅན། ཞེན་ལྐོག་སྐམ་པོ་དེ་ཁྱི་ནས་དེ་གི་ཡོད་རེད་རོ། དོན་དག་ཅི་ཡང་མེད་ས་ལ་རྩོད་གོ་ས་ཐོབ་ཐང་རྩོད་ས་དེ་ལ་མ་རྩོད་ཨ་ཅག་ནང་ཁུལ་ཐོབ་ཐང་རྩོད་དེ་ཡོད་རེད་ད། དེ་ཚོ་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་བྱས་ལ་ཚིག་ཐག་ཆོད་པོའང་མེད།

རོ། སྤེན་པ་ཚེ་རིང་གིས་རྒྱལ་བ་རིན་པོ་ཆེན་གྱི་བཀའ་སློབ་གནང་བཞག་རྒྱུ་རོ། དངོས་གནས President ལགས་འདི་གལ་ཆེན་པོ་ཡིན་པ་ང་ཚོ་གྲོས་བསྡུར་མང་པོ་བྱས་ནས་འདུག་ཅིག་སྔོན་མ་ནས་བགྲོ་གླེང་བྱེད་བྱེད་བཞག་བཞག་རྒྱུ་ཡིན་ལགས་འདི་ལྐོག་ཡིན་ལབ་དུས་ཙམ་པོ་ཁྱོད་རང་ཚོ་ན་ཚ་བཏང་མོ་གོ་རྒྱུ་མཚན་གང་ནས་རོ། རྒྱལ་བ་རིན་པོ་ཆེན་གྱི་བཀའ་སློབ་ལ་དབྱེ་བ་ཡོད་རེད་ག་རེད་རྒྱལ་བ་རིན་པོ་ཆེན་རྩིས་སྟངས་ལ་གང་ཟག་ལ་ལྟ་ནི་ཁྱོད་རང་ཚོ་གིས་རྒྱལ་བ་རིན་པོ་ཆེན་ལ་དད་པ་ཡོད་མེད་དེ་ལྟ་གི་ཡོད་ར་ག་རེད་འདི་ཁྱོད་རང་ང་ལ་ལན་རྒྱག་ཞོག།

ག་ཅིག་བྱེད་ཀྱི་ཡོད་རེད། འདི་ཚོ་ཁྱོད་ཚོ་མཐོང་གི་ཡོད་མ་རེད། ཨ་ནི་ག་བ་རིན་པོ་ཆེ་ལ་འཚེ་མེད་ཞུ་མཁན་དང་སངས་རྒྱས་བཅོམ་ལྡན་འདས་སྐུ་ལ་དོགས་རྫི་བཏང་མཁན་དེ་ཚོ་ཨ་ནི་མཉམ་དུ་པར་རྒྱག་རྒྱུ་དེ་ཁྱོད་ཚོ་མཐོང་ཡོད་མ་རེད། ཨ་ནི་འདི་མ་འགྲིག་གི་ལ་གོ་ལ་མོ་གོ་ཡའི་རྒྱུ་མཚན་ག་རེད་འོ་དེ་བཤད་ཤི་ད་རེད། ཨ་ནི་འདི་ག་ཅིག་ལས་འགུལ་སྤེལ་གྱི་ཡོད་མ་རེད། སྤེན་པ་ཚེ་རིང་དགོངས་པ་ཞུ་དགོས་ལ་མོ་གོ་ཡ་བཅས་ཆོས་སྐད་གཅིག་ཏུ་མེད་པ་བཟོ་དགོས་རྒྱུ་མཚན་ག་རེད་ཨོ་དེ་རྒྱུ་མཚན་ང་ལ་བཤད་ད།

རོ། ཆོས་རྒྱུད་སྤྱི་འཐུས་ཀྱིས་སྤྱི་འཐུས་ལི་ཙུ་གིས། སྐད་ཆ་བཤད་རྒྱུ་དེ་འཁྲུག་པ་ལ་བརྩི་གི་ཡོད་ན་སྤེན་པ་ཚེ་རིང་གིས་ཡང་འཁྲུག་པ་ལ་བརྩི་གི་ཡོད་བརྩི་དགོས་གི་རེད། སྤེན་པ་ཚེ་རིང་གིས་ཆོས་ཚུལ་གཉིས་གསུམ་བཤད་གི་འདུག་རོ། མགོ་སྐོར་བཏང་གི་འདུག་སྐྱག་རྫུན་བཤད་གི་འདུག་ཡ། བློ་གཅིག་རྒྱན་ཨ་ལགས་སུ་ལས་དེ་འདྲས་ཀུན་སྤྱོད་འཛམ་བུ་གླིང་ལ་ངོ་ཚ་ཡ་རེད། དེ་འདྲས་བཤད་རྒྱུ་དེ་ཚོ་ག་རེད་ད།

འོ་ཀེ་ད་ཡིན་ད་ཡིན་ཁྱོད་རང་ད་ཁྱོད་རང་ལ་ཡི་དྭགས་དམངས་གཙོ་གི་ཐོག་ནས་ཐོབ་ཐང་འདྲ་མཉམ་གོ་འདུག་ལ་སྐད་ཆ་འདི་ཤེས་ཀྱི་ཡོད་རེད་བ། དམངས་གཙོ་གང་ལ་ཐོབ་ཐང་འདྲ་མཉམ་གོ་རེད་དང་པོ་གཉིས་ལ་འདྲ་མཉམ་གོ་འདུག་བ། འདྲ་མཉམ་གཅིག་གང་ལ་ཐོབ་ཐང་འདྲ་མཉམ་གོ་གི་ཡོད་རེད་མ་གཏོགས་འདྲ་མཉམ་མེད་བ་ཡིན་ན་ཐོབ་ཐང་འདྲ་མཉམ་རྩོད་ས་ཡོད་མ་རེད། རེད་བ། མི་མི་གཅིག་པ་ཡིན་ཙང་ཨ་ནི་ང་ཚོ་ལ་གཅིག་པ་གོ་འདུག་ཟེར་གི་རེད་བ་ཐོབ་ཐང་འདི། རེད་བ། ད་ང་ཚོ་ད་ནི་གཅིག་པ་ཡོད་མ་རེད་མི་ང་ཚོ་ལ་ལུང་པ་ཡོད་མ་རེད། རེད་བ། ང་ཚོ་འདྲ་མཉམ་མ་རེད་བ། ང་ཚོ་མི་རིགས་འདི་འདྲ་མཉམ་མ་རེད། བཙན་བྱོལ་སྒྲིག་འཛུགས་བཙུགས་བས་དེ་ག་ཅན་བཙུགས་རེད། ང་ཚོ་གི་འདྲ་མཉམ་གི་ཐོབ་ཐང་དེ་ཡུན་ངེས་བྱེད་དུ་བཙུགས་རོགས། འདི་རྩོད་ས་དེ་སུ་ལ་རྩོད་དགོས་རེད། རྒྱ་མི་ལ་རྩོད་དགོས་རེད། ངས་འདི་ཁྱོད་རང་བཤད་ཡས་དེ་རེད་དྲན་བཤད་བྱ་ཡས་དེ་རོགས། ཁྱོད་ཚོ་ག་ལ་བྱེད་དགོས་རེད་རྒྱ་མི་ལ་རྩོད་དགོས་མི་འདུག། འདྲ་མཉམ་དེ་བཙན་བྱོལ་སྒྲིག་འཛུགས་བཙུགས། ང་ཚོ་ལུང་པ་འཕྲོག་མཁན་བཙན་བྱོལ་སྒྲིག་འཛུགས་མ་རེད་སྤྱི་འཐུས་མ་རེད། བོད་རྒྱ་མི་ལ་རྩོད་མཁན་སྤྱི་འཐུས་མ་རེད་རོགས། འདི་ཡིན་དུས་ཙམ་པ་ལ་ཁྱེད་རང་གིས་རེད་བ་སྐད་ཆ་འདི་འདྲ་མཉམ་རྩོད་ཀྱི་ཡོད་བ་ཡིན་ན་ར་ང་ཚོ་འདྲ་མཉམ་གྱི་སྐོར་དང་པོ་གཉིས་ལ་ར་ང་ཚོ་ལ་ལུང་པ་མི་འདུག་བ། མི་གཞན་མི་གཞན་པ་ལ་ལུང་པ་ཡོད་བ་ནང་བཞིན་ང་ཚོ་ལ་ལུང་པ་མི་འདུག་བ། ད་ང་ཚོ་ག་རེ་བཙན་བྱོལ་སྒྲིག་འཛུགས་འདི་ག་རེ་བྱེད་དུ་བཅུག་རེད་ལུང་པ་འདི་སླར་གསོ་བྱེད་དུ་བཅུག་རེད་བ་འདྲ་མཉམ་བྱེད་དུ། ཨོ་འདི་འདྲ་མཉམ་འདི་ཆགས་ཚར་བ་ཡིན་ན་ཨ་ཞི་འདི་ཁྱོད་རང་རྩོད་ཡ་རེད་ལེ་ད་འདྲ་མཉམ་གྱི་ཐོབ་ཐང་འདི་ད་ད་ང་ཚོ་འདྲ་མཉམ་མི་འདུག་བ་འདྲ་མཉམ་འདི་བཟོས་ད་ད་ད་ད་ཁྱེད་རང་གིས་ཤེས་ཀྱི་འདུག་བ། ངོ་བོ་འདི་ལ་ཡོད། ངས་ཁྱེད་རང་ལ་གཉིད་བརྩེ་བཅུག་པའི་རྒྱུ་མཚན་དེ་རེད། བཙན་བྱོལ་སྒྲིག་འཛུགས་དེ་ཁྱོད་འདྲ་མཉམ་གྱི་ཐོབ་ཐང་རྩོད་ཡས་ཀྱི་སྐད་ཆ་ཞིག་ཡིན་འདུག་ད་ལྟ་ང་ཚོ་འདྲ་མཉམ་མེད་བ་དེ་ཁྱོད་རང་ཧ་གོ་གོ་འདུག་ང་ཚོ་འདྲ་མཉམ་མེད་བ་བཟོ་མཁན་དེ་སུ་རེད་རྒྱ་མི་རེད་ལིང་བཙན་བྱོལ་སྒྲིག་འཛུགས་མ་རེད་ཆོས་རྒྱུད་སྤྱི་འཐུས་མ་རེད་རོ། དེ་ཡིན་འདུག་ག་ལ་ད་ཁྱོད་འདྲ་མཉམ་དེ་འདྲ་མཉམ་བཟོས་དར་བ་རོ་ད་ལྟ་འདྲ་མཉམ་མེད་བ་དེ་འདྲ་མཉམ་བཟོས་རོ་ཨ་ནི་དེ་ནི་ང་ཚོ་ཐོབ་ཐང་རྩོད་ཡས་རེད་ལིང། ངས་ཁྱོད་རང་འགྲེལ་བཤད་འདི་རེད། ཡང་དེ་འདྲ་འདྲ་མཉམ་ལས་དེ་ར་དེ་འདྲ་ཁོང་ཚོ་གི་ར་ཁོང་ཚོ་དཔེ་ཧ་པ་ཆེན་པོ་ར་ར་འདྲ་མཉམ་དངོས་གནས་མེད་པ་དེ་སུ་ལ་མེད་པ་རེད་འདྲ་མཉམ་གི་ཐོབ་ཐང་ཚུགས་ཀྱི་ཡོད་ན་དང་པོ་གཉིས་ལ་འདྲ་མཉམ་དགོས་ར་གྲྭ་བ་དང་མི་སྐྱ་གཉིས་འདྲ་མཉམ་རེད་འདྲ་འདྲ་རེད་གཅིག་པ་རེད་གཅིག་པ་མ་ར་བ་ཨ་ནི་ང་ཚོ་གི་ཐོབ་ཐང་གཅིག་པ་དགོས་ཡོད་ལ་འགྲིག་མ་ར་བ་གྲྭ་བ་དང་མི་སྐྱ་གཉིས་ཁ་ཁ་ར་བ། དང་པོ་གཉིས་ལ་ང་ཚོས་འདི་ཧ་གོ་དགོས། ཁོ་ཚོ་གི་ཐོབ་ཐང་རྩོད་དེ་འདྲ་མཉམ་གྱི་ཐོབ་ཐང་རྩོད་ཀྱི་ཡོད་མ་རེད། འདྲ་མཉམ་མེད་བ་ཅིག་ལ་ཐོབ་ཐང་གཅིག་པ་དགོས་ཟེར་འཛུགས་ཀྱི་ཡོད་རེད། ད་དཔེ་ན་ཆ་ཤར་ན་རེད། རྒྱ་གར་ལ་དེ་གིན་བོད་པ་དང་ཨ་རི་ལ་དེ་གིན་བོད་པ་ཅིག་གིས་ད་ང་ཚོ་འདྲ་མཉམ་ཐོབ་ཐང་དགོས་གཅིག་པ་དགོས་ང་ཚོ་བོད་པ་ཡིན།

ཕྱོགས་གོ་རང་བེད་ཁ་ཁ་ར་བ་དྲ་བ་དང་མི་སྐྱ་གཉིས། དྲ་བ་དང་མི་སྐྱ་ཁ་ཁ་ཡིན་པ་ཧ་གོ་གི་གོ་གི་ཁྱོད་རང་ཚོ་གི་ཐོབ་ཐང་གཅིག་པ་གོ་ཡོད་ཙང་ཤེས་ཀྱི་ཡོད་རོ། དྲ་བ་ལོའི་བཅུ་གཉིས་བླུག་བས་འདུག་ཨ་ནི། ང་ཚོ་ལ་འོས། བཅུ་པ་ཞིག་བླུག་བས་མི་འདུག་ལབ་ཀྱི་ཡོད་རོ། དེ་ཚོ་གཅིག་པ་མ་རེད་བ་དེ་ནི། དྲ་བ་ཆང་ས་རྒྱག་གི་ཡོད་མ་རེད་ཨ་ནི་ཁྱོད་རང་ཆང་ས་རྒྱག་གི་ཡོད་རེད་བ་དེ་ནི། གཅིག་པ་མ་རེད་བ་དེ་ནི། དེ་ཕྱིར་ནི་མི་འདོད། སྐྱག་རྫུན་དང་ཧམ་པ་བཤད་ཀྱི་ཡོད་མ་རེད་དྲང་པོ་ཡིན་ད། འདྲ་མཉམ་གི་ཐོབ་ཐང་གོ་ཡོད་ད་མི་སྐྱ་ནང་ཁུལ་རྩོད་ཡོད་རེད་ད་ཨ་མི་རི་ཀ་ལ་དེ་གིན་བོད་པ་འདི་ཚོ་དག་རྒྱ་གར་དེ་གཉིས་གཉིས་ལ་བཅུ་དང་གཉིས་མ་ཞིག་ཁྱད་པར་ད་འདི་བཅུ་བཅུ་གཅིག་པ་བླུག་དགོས་ཡོད་ལབ་པ་ཡིན་ན་ར་འདི་འགྲོ་སྙོམས་ཐོབ་ཐང་རྩོད་ཆོག་གོ་ར་ད། ཡིན་ནའི་འདི་རྩོད་མཁན་སུ་གཅིག་ཡོད་མ་རེད་ག་ཅིག་ནི་ཡོད་མ་རེད། ང་རང་ཚོའི་བཙན་བྱོལ་སྒྲིག་འཛུགས་རེད་ཐོབ་ཐང་རྩོད་བ་ལས་ཡོད་མ་རེད་ང་རང་ཚོ་ཁ་བརྡའི་བཅར་ས་དེ་རྒྱ་གྲོ་བོ་རྒྱ་མི་ཡིན་པ་ཧ་གོ་ཙང་འཇམ་འདི་ངས་དེ་གྱོད་རེད Australia ལ་འོས་གཅིག་མ་བླུག་མཁན་མེད་ན་རྙོག་དྲ་བཅས་མི་འདུག་བ། ཡིན་ནའི་ཁྱོད་ཚོ་གི་རྙོག་དྲ་བཟོས་ཡོང་དགོས་ར་ཀྱེ། ར། གྲྭ་བ་རེ་ཟུང་ཅིག་སྤྱི་འཐུས་ནང་གི་ཨ་ནི། གྲྭ་བ་སྐུ་མཆོག་དེ་ཆོས་རྒྱུད་སྤྱི་འཐུས་ཁ་ཤས་ཤིག་ལ་མ་དགའ་ཆེ། ཨ། ཅིག་ཐོབ་ཐང་འདྲ་མཉམ་དགོས་ཆོས་རྒྱུད་སྤྱི་འཐུས་མུ་ཁོ་ས་ནས་རོ། ཁྱོད་ཚོ་གི་རྙོག་གྲ་བཟོ་གི་ར་རྙོག་གྲ་བཟོ་ཡས་དེ་ཁྱོད་རང་ཚོ་མཐུན་པའི་རྙོག་གྲ་མར་དོ། ར། ཁྱོད་རང་ཚོ་འོས་བཅུ་གཉིས་བླུག་དགོས་ཡས་དེ་བྱིའུ་ཅིག་གལ་ཆེན་པོ་རྩིས་ཀྱི་ན་གྲྭ་བ་བཟོས་ད་ཁྱོད་རང་འོས་བཅུ་གཉིས་བླུག་ཡས་རེད་དེ། ཁྱོད་གྲྭ་བ་བཟོས་ནས་འོས་བཅུ་མ་དོ་བླུག་ཡས་མེད་བ་ཡས་ན་དེ་ཁྱོད་རང་ཐོབ་ཐང་བཙལ་ན་འགྲིག་གི་ཡ་བཤད་ན་འགྲིག་གི་ཡ་རེད། ད་ལྟ་ཁྱེད་རང་གི།

ཡོང་ངེས་ཡོད་མ་རེད། ཁྱོད་རང་གི་འདྲ་མཉམ་མེད་པ་དེ་ཁྱོད་རང་ཧ་གོ་བ་ཞིག་དང་པོ་གཉིས་ལ། སྤྱི་བཏང་ནས་ངས་ག་རེ་སྐད་ཆ་ཞུས་དགོས་རེད་ང་ཚོ་རྒྱ་ཁབ་ཡོད་མ་རེད། འདི་ཡིན་དུས་དང་པོ་གཉིས་ལ་འདྲ་མཉམ་ཡོད་མ་འདི་འདྲ་མཉམ་བཟོས་ལེ་བཙན་བྱོལ་སྒྲིག་འཛུགས་འདི་ཐོབ་ཐང་རྩོད་ས་མ་རེད་ལེ་དང་པོ་འདི་ལ་རོགས། གལ་སྲིད་ཁྱོད་རང་བཙན་བྱོལ་སྒྲིག་འཛུགས་འདི་ཐོབ་ཐང་རྩོད་ས་མིན་པ་ཡིན་ནས་ཁྱོད་རང་ཨུ་ཚུགས་བརྒྱབ་ནས་རྩོད་གི་ཡོད་ཡིན་ན་འདྲ་མཉམ་གྱི་ཐོབ་ཐང་དགོས་ཟེར་གི་ཡིན་ན།

ཁྱེད་རང་གྲྭ་བ་བྱས་ནས་འོས་བཅུ་མ་ཏུ་བླུག་བས་མེད་བ་ཟོས། བཅུ། འོས་བཅུ་མ་ཏུ་བླུག་མ་བཅུག་པ་ཡིན་ན་དེ་ནི་ཁྱེད་རང་སྐད་དེ་རྒྱ་ཡག་རེད། ར། ང་གྲྭ་བ་བྱས་ཡིན། ར། འོས་བཅུ་མ་ཏུ། གྲྭ་བ་གིས་འོས་བཅུ་གཉིས་བླུག་གལ་འདུག་ང་ཚོ་མི་སྐྱ་ལ་འོས་བཅུ་མ་ཞིག་མི་འདུག་ཐོབ་ཐང་གཅིག་པ་དགོས་ན་གྲྭ་བ་དང་མི་སྐྱ་གཉིས་ཁ་ཁ་རེད་བ། འདྲ་མཉམ་མ་ཡོང་མ་རེད་བ། འདི་གི་གནས་སྟངས་ཁ་ཁ་ཡིན་ཙང་ཁྱོད་རང་འདི་གཉིས་གཅིག་པ་དགོས་ཟེར་ན་གཅིག་པ་ཡོང་ངེས་ཡོད་མ་རེད། ར། ཁྱོད་རང་ལ་མི་དད་མི་ཚེ་ང་ཚོ་ཆང་བཟང་མ་བརྒྱབ་ནས་དེད་ཟེར་ན་ཁྱོད་དེ་གི་མ་རེད་བ། འདི་ང་གྲྭ་བ་མིན་ལེ་གི་རེད་བ། ང་དང་གྲྭ་བ་ང་གཉིས་གཅིག་པ་ཡིན་ང་ཆང་ཚ་མ་རྒྱབ་ནས་མི་ཚེ་གང་ཚར་དེ་བཞིན་ལེགས་མ་ར་བ། འོ་འདི་ཁྱེད་རང་མགོ་ཚོས་བ་ཅིག་རོགས་འདྲ་མཉམ་མེད་མ་ཅིག་ལ་ཐོབ་ཐང་གཅིག་པ་གོ་བས་ཟེར་འདི་ཁྱེད་རང་ཚོ་མར་བཏགས་རེད་ཟེར་ཡང་འདྲ། ཡ་བསྟན་འཛིན། སྤྱི་བཏང་ར་བསྟན་འཛིན་ཁྱེད་རང་བསམ་བློ་བཏང་དང་ར་བ། གྲྭ་བ་འདི་ཚོ་གིས་ཆོས་གོས་ཆོ་ག་ལ་འོ་ཤོག་བླུགས་མཁན་འདི་གིས་ར་བ།

དྲག་པོའི་བརྡ། སྣོད་ཀྱི་འོད་ཀྱི་ཁྱད་པར་སྒྲོན་ཡང་མར་དང་རྟ་རྙོག་སྒྲ་ལ་ངེས་ཙམ་རེ་མ་གཏོགས་རོ། ཞེན་པའི་འོད་ཀྱི་ཁྱད་པར་སྒྲོན་ཡང་མར་ཁ་ནས་གཅིག་ནི་རོ། དྲ་བ་དང་མི་སྐྱ་གཉིས་ཁྱེད་རང་གི་ཁྱད་པར་ཡོད་བ་དེ་མཐོང་སོང་ད། དྲ་བ་དང་མི་སྐྱ་གཉིས་ཁྱད་པར་ཡོད་དུས་ཙམ་པ་ལ་རེ་བ་ད་དྲ་བ་གི་སྐུ་ཚབ་དེ་ཚོ་ལ་དྲ་བོའི་གཉིས་དེ་བླུག་གི་ཡོད་རོ་རྐུབ་བཀྱག་གི་ཆེད་ནི་ཁོང་ཚོ་བླུག་གི་ཡོད་རོ་དེ་ཁོང་ཚོ་མ་གཏོགས་སུ་གཅིག་བླུག་གི་མ་རེད་བ། ཁོང་ཚོ་རྐུབ་བཀྱག་དེ་ཁོ་རང་ཚོས་བླུག་གི་རོ་དྲ་བ་གཅིག་ཡིན་པའི་ཆ་ནས། ད། ཆོས་བརྒྱུད་ཀྱི་ཐོག་ནས་ཁོ་རང་ཚོ་གི་ཆོས་བརྒྱུད་ཀྱི་འོད་བླུག་ཡས་དེ་གི་རོ། འོད་ཀྱི་ཁྱད་པར་སྒྲོན་མར་ཁྱོད་རང་ཚོའི་གྲྭ་བ་གིས་འོད་ཤོག་ལ་རྟ་དར་བ། བརྒྱ་དང་ལྔ་བཅུ་སུམ་བརྒྱ་ལྔ་བརྒྱ་ད་མང་ན་དེ་ལུགས་མང་ཕྱོགས་ཡིན་ན་ཉིས་སྟོང་སུམ་སྟོང་ཡོད་རོ། རོ། འདི་མ་གཏོགས་འོད་ཁྱད་པར་སྒྲོན་ཡོང་མར་ད་ཆོལ་ཁ་ནང་ལ་འོད་ཀྱི་ཁྱད་པར་སྒྲོག་གིན་ན་འོད་བདག་མ་ཞིག་རེད་ད། འོད་བླུག་མཁན་ལ་རྩིས་བྱ་འོས་ན་ཆོལ་ཁ། ཆོས་རྒྱུད་ཁག་གི་འོད་དེ། ཆོལ་ཁ་ཁག་ནང་བླུག་མཁན་དེ། ཡིན་ཡང་འདིས་རྙོག་དྲ་ལངས་ཙམ་གྱི་རེད་མ་གཏོགས་ར་བྱེད་པ་ཁག་པོ་བྱེད་པ་མ་རེད། ད་དངོས་གནས་འོས་མཁས་པ་འདྲ་མཉམ་མེད་བ་འདི་ར་དངོས་གནས་ཀྱི་སེམས་པ་གཙང་མ་དོང་ནས་འདྲ་མཉམ་མེད་བ་ཡིན་ན་ད་ཞེས་ང་ཚོ་ར་ད་ར་མི་སྐྱ་འདི་ཚོ་ལ་ཁོང་ཚོ་རྒྱ་གར་བོད་ཡུལ་དེ་གའི་འདི་ཚོ་ལ་འོས་བཅུ་བླུག་གི་ཡོད་ར། ང་ཚོ་འོས་གཉིས་བླུག་གི་ཡོད་མ་ར་ཏིང་འཛིན་ཁྱེད་རང་འགྲོ་བ་ཡིན་ན་འོས་གཉིས་བླུག་གི་མ་བླུག་གི་ཡོད་མ་ར་ད་འདི་འདྲ་མཉམ་མི་འདུག་ཟེར་ཤེས་ན། རྒྱུ་མཚན་ལྡན་པ་རེད་ད་རོ། ག་ཅེ་ན་སྐྱབས་བཅོལ་ཡིན་པ་གཅིག་པ་རེད་བོད་པ་ཡིན་པ་གཅིག་པ་རེད་རོ། བཅའ་ཁྲིམས་ལག་དེབ་དངོས་ནི་ད་དུང་ང་ཚོ་མང་ང་བྲིས་ཀྱི་ཡོད་རོ། རྫ་རྫ་འགྱུར་གྱི་བྱས་ནས། ད་འོད་འདི་ང་ཚོ་གི་མི་གཅིག་པ་ཡིན་པ་བྱས་ན་འོད་གཉིས་ད་བཅོས་ད་དུ་གས་ཁྱད་པར་འགྲོ་གི་འདི་ཤེས་ཀྱི་ཡོད་མ་རེད་ཡ། འདི་ཤེས་ཀྱི་ཤེས་དགོས་ཡ་འདིར་ད་འདི་ཁྱད་པར་ཆེན་པོ་དཔེ་འགྲོ་གི་ཡོད་རེད་ད་མི་འབོར་གྱི་ཆ་ནས་འོ་ཤོག་གི་ཁྱད་པར་ཞུ་འགྲོ་གི་ཡོད་རེད་ད། ལ། རྒྱ་བོད་འབྲུག་གསུམ་གྱི་མི་ཕྱེད་ཀ་དེ་ཕྱི་རྒྱལ་ལ་སླེབས་ཏེ་ཡོད་རེད་ཕྱི་རྒྱལ་སྐུ་ཚབ་དམ་མེད་དེ་མི་གཞི་མ་ཡི་དམ་མེད་ཡོད་མ་རེད། ལ། འདི་ཚོ་དཔེ་མཁས་པ་ཆེན་པོ་རོགས་དངོས་གནས་བྱས་ན། རྒྱ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་མཁན་དེ་ཚོ་ལ་ད་འོ་བཅུད་བླུག་ཡས་གོ་རེད་བ་ད། བྱང་ཨ་མེ་རི་ཀ་སྐུ་ཚབ་དེ་ཚོ་དེ་འོ་བཅུད་བླུག་ར་གཉིས་དེ་བྱང་ཨ་མེ་རི་ཀ་ལ་བླུག་ཡས་བཟོས་ཤག་ད། འོས་བསྡུ་གི་ཐོབ་ཐང་དྲ་གྲ་ལུག་གའི་སྐོར་འདི་བཤད་ཀྱི་ཡོག་མ་རེད་ང་ཚོ་ཁ་ཆེ་ན་བཙན་བྱོལ་ལ་ཐོབ་ཐང་རྩོད་ཁ་གླེང་ཡོག་མ་རོག་ང་ཚོ་ཐོབ་ཐང་རྩོད་ཡོད་གི་གཞི་རྩ་ཡོག་མ་རེད་ད་རོག་ང་རང་ཚོ་ལུང་པ་མེད་ཀྱི་འཛམ་བུ་གླིང་འདིའི་ནང་ལོག་ལ་ང་རང་ཚོ་འདྲ་མཉམ་གི་མི་རིགས་མ་རེད་ད་ང་རོ་ལུང་པ་མེད་སྐྱོང་མི་རིགས་རོག་ཐོབ་ཐང་རྩོད་ས་མ་ང་ཚོ་རྩོད་ཡོད་དེ་ད་རྒྱ་མི་ལ་རྩོད་དགོ་གི་ཡིན་ནས་ད་ཁོང་ཚོ་ཁྲེལ་དེ་ཕྱོག་ལོག་དེ་རོག་ད་རྩོད་མུ་དགོས་ཅིག་ལ་ཆོས་རྒྱུད་སྤྱི་འཐུས་དེ་ཚོ་ལ་ང་ཚོ་གི་དམིགས་བསལ་ག་ཚོད་ཡོག་རོ་དྲང་པོ་བཤད་ན། ད་ནི་དངོས་གནས་ཅི་ན་འདྲ་མཉམ་ལ་གཡོལ་ན་ཨ་ནི་ཆོས་སྐྱོན་ཅི་འདི་ལ་དམིགས་བསལ་སྐོར་རམ་མེད་བ་བཟོ་དགོས་རོགས། ད་ལྟ་ཁོ་ཚོ་གིས་འོ་ཞོ་རྐུབ་བཀྱག་གཉིས་འདི་ད་ནི་འོ་ཞོ་གཉིས་འདི་བླུག་གི་ཡོད་ར་མ་གཏོགས། ཆོས་སྐྱོན་གྱི་ཅི་འདི་རྐུབ་བཀྱག་མེད་བ་བཟོ་ན་ཁོ་ཚོ་འོ་ཞོ་བཅུ་རང་བླུག་གི་ཡོད་ར་མ་གཏོགས་ཁོ་ཚོ་བཅུ་གཉིས་བླུག་གི་བླུག་གི་ཡོད་ཀྱི་དམིགས་བསལ་སྤྲད་ཀྱི་མ་ར་བ་དེ། ད་ལྟ་འདི་བཅའ་ཁྲིམས་ཁོ་རང་རང་གིས་རྐུབ་བཀྱག་གཉིས་ཀྱི་ས་མིག་འདི་ཕྱི་འདི་ཁྲིམས་སྒྲིག་གཞི་གཞིར་བཞག་གི་དམིགས་བསལ། ཁོ་ཚོ་ལ་འོས་བཅུ་གཉིས་འདི་སྤྲད་བཞག་ར་མ་གཏོགས་རོགས། དང་པོ་ཆེ་ན་འདྲ་མཉམ་གྱི་སྐད་ཆ་བཤད་པ་ཡིན་ན་འདྲ་མཉམ་ཁོང་ཚོ་ལ་འདྲ་མཉམ་རྩོད་ས་ཡོད་མ་རེད་དམ་འདྲ་མཉམ་རྩོད་ཀྱི་ཡོད་པ་ཡིན་ན་ད་བྱང་ཨ་མེ་རི་ཀ་དང་ཡུ་རོབ་དང་ཨ་སི་ཏྲེ་ལི་ཡ་དེ་ཚོ་འདྲ་མཉམ་རྩོད་དགོས་རེད། འདིར་ད་གོ་ནས་འོས་ཁེ་པར་བཞུགས་འགྲོ་གི་ཡོད་རོ། འོ་དེ་འདྲས་རེད་ད་ཡིན་ནས་ང་རང་ཚོའི་སྤྱི་ཚོགས་ལ་རྡོག་འདོད་རོགས་ཧམ་པ་བྱེད་བྱུང་ད་ཁོང་ཚོ་གི་རྒྱབ་ལོགས་ལ་སུ་གི་འབིག་རྒྱག་གཏང་གི་ཡོད་མེད་ཧ་གོ་གི་ཡོད་མ་རེད་དམ་འདི་ཉེན་ཁ་ཆེན་པོ་བེད་རེད་ཁོང་ཚོ་སྐུ་ཚབ་འདྲ་མ་འདྲ་གི་ཐོག་ནས་སྐད་ཆ་བཤད་འོང་གི་འདུག། ཨ། རྒྱ་མི་ལ་ལུང་པ་དུ་བ། ང་ཚོ་ལ་ལུང་པ་ག་བ། ང་ཚོ་ལུང་པ་ག་བ་ཡང་རེད་ལ་དགྲ་གཉེན། ང་ཚོ་མི་ཡར་བ། ང་ཚོ་རྒྱལ་ཁབ་སུའི་འོག་ལ་ཡོད། འདི་འདྲ་མཉམ་བཟོས་ལས་འཛམ་བུ་གླིང་སྤྱི་ཡོངས་ལ་རྒྱལ་ཁབ་མིང་དུ་བ། India China Pakistan Tibet ག་བ། ཧ་གོ་མི་འདོད་ད་ཇོ་རོན་པོ། འདིའི་མགོ་འཚོ་བོ་མི་འདོད་ཁྱོད་རང་ཚོ། ཨ། Tibet ག་བ་ཡང་རེད་ལིང། རྒྱ་མིའི་འོག་ལ་ཡོད་ར་བ་ད། ང་ཚོ་གང་བ་དེ་དེར་བཙན་བྱོལ་ལ་དེ་བསྡད་དེ་ང་ཚོའི་ལུང་པ་མར་བཏགས་དེ་ཁྱོད་རྒྱ་ནག་དང་ཨ་མེ་རི་ཁ་དེ་ཁྱོད་རང་ལུང་པ་ཡིན་སྐད་ཁྱོད་ཀྱི་ལུང་པ་དེ་འདྲ་ཡིན་བསམ་ཡོད་ས་རེད་ཨ་བོད་ལ་དུ་ཨ་མེ་རི་ཁ་མར་བཏགས་བོད་ལ་དུ་རྒྱ་ནག་མར་བཏགས་བོད་ལ་དུ་རྒྱ་མི་འོག་ལ་ཡོད་རེད་ཁུ་ཇོ་འོ་དེ་འདྲ་མཉམ་བཟོས་ལེ་བོད་ལ་དུ་ག་ང་ཚོ་བོད་པ།

ཨོའོ། ཁོང་ཚོ་ལ་ལུང་པ་འདུག་ཨ། ང་ཚོ་ལུང་པ་མི་འདུག་ཨ་འདྲ་མཉམ་མི་འདུག་ཨ། འདི་འདྲ་མཉམ་རེད། པ་ཀི་སི་ཐན་དང་གྷ་ཧ་དང་གྷ་མི་ལ་ལྟ་བ་ཡིན་ན་ང་ཚོ་གྷ་མི་དང་པ་ཀི་སི་ཐན་ང་ཚོ་གཅིག་པ་རེད་བས། གཅིག་པ་རེད་བས་ལི། ཨོ་འདི་གཅིག་པ་བཟོས་ལི། ཨོའོ་འདི་ཚོ་ཁྱོད་འདྲ་མཉམ་མེད་བ་མཐོང་གི་འདུག་མི་འདུག། འདི་འདྲ་མཉམ་བཟོས་གི་བསམ་བློ་འཁོར་གི་འདུག་མི་འདུག། ངས་ཁྱོད་རང་ཨོ་འདི་ལ་སྐྱོར་ད། ད་ཁྱོད་རང་གཞི་ནས་ཧ་གོ་སོང་ཨ། པ་ཀི་སི་ཐན་དང་གྷ་ཧ་དང་འདི་ཚོ་ལྟ་དུས་ཙམ་པ་ལ་ད་ང་ཚོ་ཁོང་ཚོ་དང་འདྲ་མཉམ་རེད་བས། ང་ཚོ་མི་རེ་བ་མི་ཡིན་པ་གཅིག་པ་རེ་བ། ཡིན་ནས་འདྲ་མཉམ་རེ་བའི་མར་འདུ་བ། འོ་འདི་ཧ་གོ། དང་པོ་རྙེད་ལ་འོ་འདི་འདྲ་མཉམ་འདི་བཟོས་ལེ། དེ་ནི་ང་ཚོ་ཐོབ་ཐང་རྩོད་རེ་ལེ། ཐོབ་ཐང། ད་ལྟ་ང་ཚོ་ཁྱེད་རང་གི་ཐོབ་ཐང་རྩོད་བཟོས་ས་འདི་རེ་བ་ང་ཚོ་ལུང་པ་མ་རེད། ད་ལྟ་ཁྱེད་རང་གི་རྩོད་ཐོབ་ཐང་རྩོད་བཟོས་ས་གི་སྒྲིག་འཛུགས་འདི་རེ་བ། ཀུན་ཅོ། རྒྱ་ཁབ་འོས་སྐྱོང་གི་སྒྲིག་འཛུགས་མ་རེད་རྒྱ་ཁག་དང་རྒྱ་མི་དང་འདི་ནང་བཞིན་གྱི་སྒྲིག་འཛུགས་མ་རེད་འོ་འདི་འགྲེལ་བཤད་རྒྱག་གི་ཡོད་རེད། ཨོ་སི། ད་ལྟ་ང་ཚོའི་རྩོད་ཡས་དེ་ག་རེ་བྱུང། རྒྱ་མི་ལ་ཕར་ལྕོག་རེད། ང་ཚོ་འདྲ་མཉམ་གོ་འདུག་ཟེར་ནས། ཁྱོད་ད་ལྟ་ཚུར་བཙན་བྱོལ་སྒྲིག་འཛུགས་ནང་ལ་རྩོད་བསྡད་འདུག་ཨ། འདི་རྩོད་ས་མ་རེད་ཟེར་གྱི་ཡོད་རེད། ད་ལྟ་ང་ཚོའི་རྩོད་ཡས་དེ་རྒྱ་མི་ལ་ཕར་ལྕོག་རེད། ང་ཚོའི་ལུང་པ་དེ་ང་རང་ཚོ་ལ་འཁྱིལ་ཞོག། འོ་འདི་རྩོད་ཡས་ལས་ཀྱི་ཡོད་རེད་ད། ད་འགོ་ཚོས་ཟེར་ཡས་ལ་བསྐྱོད།

དྲ་རྒྱའི་གི་ཁྲིམས་ལུགས་གཞི་བཟུང་གི་ཐོག་ནས་ཨ་ཉི་ང་ཚོ་ཨ་དམངས་གཙོ་ཡིན་ཅིག་ཞུ་ཤེས་གི་འདུག་ཨ་ཚ་པོ་ལིང་ན་འོ་དེ་འདྲ་མཉམ་དང་པོ་གཉེར་ལོ་འོ་དེའི་འདྲ་མཉམ་དེ་བཟོས་ལེ་ང་ཚོ་འདྲ་མཉམ་མེད་བ་དེ་རིང་ཁྱོད་རང་གཉིས་ངོ་སྤྲོད་ཡག་པོ་བྱིན་ད་ཁྱོད་ཤི་ནི་ཧ་གོ་ཏོ་རྒྱ་གར་པ་ཀི་སི་ཐན་རྒྱ་མི་དང་ང་ཚོ་འདྲ་མཉམ་མར་འདུག་ཨ་གཅིག་པ་རེད་གཅིག་པ་མར་འདུག་ཨ། འོ། འདི་གཅིག་པ་བཟོས་བཞིན་དུ་བཙན་བྱོལ་སྒྲིག་འཛུགས་འདི་བཙུགས་རེད་གླེང། ཁྱོད་རང་ཚོ་འདི་མགོ་ཚོ་བོ་མི་འདུག་བ། བཙན་བྱོལ་སྒྲིག་འཛུགས་བཙུགས་ཡས་དེ་ནང་ལོགས་ལ་འདྲ་མཉམ་བརྩོད་ཡས་བྱེད་དུ་བཙུགས་བཙུགས་རེད་དྲན་གྱི་འདུག་བ། འདི་མ་རེད། དང་པོ་འདྲ་མཉམ། དང་པོ་ང་རང་ཚོ་གིས་བཙན་བྱོལ་སྒྲིག་འཛུགས་བཙུགས་ཡས་དེ་གལ་ཆེའི་ཐོག་ནས་ང་རང་ཚོ་ལུང་པ་གི་ཐོབ་ཐང་སོ་སོའི་ལུང་པ་དེ་སོ་སོ་དང་བ་ཡོང་ཡས་ཀྱི་འདི་འདྲ་མཉམ་གྱི་ཐོབ་ཐང་ཡོང་ཡས་བྱེད་དུ་བཙུགས་རྒྱུ་རེད། འོ་དེ་ཞུ་ཡས་འདའ། ད་ཀླད་པ་ཁྲག་དཔག་ཀླད་ཀོས་ད་དུང་རྣག་ལ་བབས་བ་ནི། ཁྱོད་པ་ཀི་ཐང་འགྲོ་གཅིག་པ་ཤག་འདོད་མེད་བས། ཁྱོད་ལ་འདྲ་མཉམ་གོན་འདོད་མེད་བས་ཁྱོད་རང་འདྲ་མཉམ་བཤད་ཀི་ཡོད་རོ། ཁྱོད་རང་གི་ད་ལྟ་ཤེས་དེ་ཐོབ་ཐང་འདྲ་མཉམ་གོ་ཐོབ་ཐང་གཅིག་པ་གོ་ཤེས་མཁན་ཁྱོད་རང་ར་ད། བཙན་བྱོལ་སྒྲིག་འཛུགས་ནང་ལ། ཡིན་ནས་འཛམ་བུ་གླིང་ནང་ལོགས་ལ་ང་རང་ཚོ་འདྲ་མཉམ་མེད་བ་དེ་ཁྱོད་ཤེས་མི་འདུག་ཨ། ད་ཀླད་པ་ཁྲག་པོར། ཨོ་འདིར་ད་ཀླད་པ་ཁྲག་པོ་མ་ར་ད་ཀླད་པ་ལྐུགས་པ་ཁྱོད་རང་ར་ད་ཀླད་སྟོང་ཁྱོད་རང་ར་ད། ད་དེ་རིང་ངས་ཁྱོད་རང་ངོ་སྤྲོད་བྱེད་རོགས་ཨ། རྒྱ་གར་རྒྱ་མི་པཱ་ཀི་སི་ཐན་དང་ང་ཚོ་གཅིག་པ་རེད་འདྲ་མཉམ་མི་འདུག་བ། རོ། ཁྱོད་འདྲ་མཉམ་རྩོད་མཁན་ཞིག་ཡིན་པས་དང་པོ་ང་ཚོ་འདི་འདྲ་མཉམ་འདི་རྩོད་ཡ་ལེ་བཙན་བྱོལ་སྒྲིག་འཛུགས་འདི་འོ་འདི་འདྲ་མཉམ་རྩོད་ཡ་བྱེད་དུ་བཅུག་རོ་ད། འདྲ་མཉམ་ཆགས་ཡ་བྱེད་དུ། འདི་ཁྱོད་རང་ཧ་གོ་མི་འདུག་བ་ད་འདི་རིགས་གཉིས་ཁྱོད་རང་ངོ་སྤྲོད་ཡག་པོ་བྱིངས་ད་ད་ལན་རྒྱ་ཡན་པའི་རེད་ཀླད་པ་དྲག་པར་ལྟུག་པས་རེད་ཀླད་པ་དྲག་པར་ལ་ཡང་བ་མི་འདུག་བ། འོ་དེ་འདྲ་མཉམ་སྐད་ཆ་བཤད་ས་ཡོད་མ་རེད་ཡ་ལེ་བཙན་བྱོལ་སྒྲིག་འཛུགས་ལ་ང་ཚོ་ད་ད་གནས་བབ་འདི་ཡོད་མ་རེད། འདྲ་མཉམ་འཚོལ་བའི་གི་གནས་བབ་དེ། བཙན་བྱོལ་སྒྲིག་འཛུགས་ནང་ལོགས་ལ། ང་ཚོ་གི་ད་ལྟ་གི་གནས་བབ་དེ་ག་རེད་འདྲ་མཉམ་འཚོལ་བའི་དེ། རྒྱལ་སྤྱི་གང་འདྲ་མཉམ་འཚོལ་དགོས་རེད་ང་རང་ཚོ་ལུང་པ་དེ། རྒྱ་གར་ལུང་པ་དོ་བ། རྒྱ་མི་ལུང་པ་དོ་བ་པ་ཀི་སི་ཐན་དོ་བ། ང་ཚོ་བོད་པ་དེ་ཁོ་ཚོ་ནང་བཞིན་མ་རེད་དོ་བ། ང་ཚོ་སྐྱབས་བཅོལ་ཆགས་བསྡད་དོ་བ་འོ་འདི་ང་ཚོ་ལུང་པ་ཡོད་བ་ཅིག་བཟོ་དགོས་རེད་དང་པོ་གཉིས་ལ།

ད་ད་ད་འོ་དེ་འདྲའི་འགྲོ་ལགས་དེ་ད་ད་ཇི་གི་ཇི་དེ་གད་པ་ཁི་ཤོར་འགྲོ་དང་ད་བློ་རྒྱབ་ནས་ཨ་ལགས་སོང་ཏུག་རི་ཤོར་ཏུག་རི་ཤོར་ནས་རྡོ་བརླག་སོང་ལབ་དེ་ན་ད་རྒྱབ་སྐྱོར་བྱེད་མཁན་དེ་འདྲའི་རོ་ཨ་ད་འདི་མ་གཏོགས་ཡོད་མ་རེད།